མི་རྣམས་སོལ་བོ་ཟ་ལ་བསྔོ་ལ། དེ་ནས་སྲུང་མའང་རོལ་ཅིག་མཛད། ད་སོལ་བོ་མང་མི་བརྩི་འོས་འདུག་སྲུང་མ་ལ་བསྔོས། ལྷ་ས་ད་ལྟ་སྤོ་དར་ལག་གི་ནང་ལ་ཡོད་པའི་གི་ཇོ་བོ་ལོག་གི་ཤོ་ར་དེ་ཀུན་འདྲ་དེ་ཁོས་བསྔན་པར་སྤྲད་ལ་སོལ་བོ་ལ་བསྔོས་བཙོང་ལ་དམག་རྒྱལ་རོལ་ཅིག་མཛད་འདུག་བ། བ་ཅན་ནས་ང་ཚོས་རྗེས་མ་འདི་གི་ཀུན་འདྲ་དེ་སོལ་བོ་ནས་ཡག་ལན་ཡོང་ལན་ཡོང་ཟེར་རེད་ཟེར་སོད་ཀྱི་འདུག་མ་གཏོགས་གང་ལྟར་དང་དེ་དུས་སྤོ་དར་ལ་རྩེ་སྤོ་དར་ལ་ཡོད་པའི་ཇོ་བོ་ལོག་གི་ཤོ་ར་གི་ཀུན་འདྲ་དེ། ཅི་སྐད་བཟླས་པར་བགྱི། སོགས་པ་ཀུན་མ་ལས་བརྔན་པར་བཀྲལ། དམག་རྒྱལ་རུ་ཅིག་མཛད། ཨཱ་ལི་རྩོམ་པ་དམག་རྒྱལ་རུ་རྒྱལ་གྱི་གྲ་སྒྲིགས་བྱས་པར། བཅས་ནས་ཨཱ་ལི་སོགས་དཔུང་དམག་མང་པོ་ཀྱི་ལྷ་ས། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཅུ་བདུན་ལོ་ལས། མེ་སྦྲུལ་ལོ་གི་མཇུག་ཏུ་བ་ལས་སོགས་པོ། ཁ་ཁ་ཆོས་ཀྱི་དཔོན་སེ་ཡ་ཏི་གི་དམག་དཔེ་མང་པོ་ཅིག་ཁྲིད་ལ་དེ་ལྷ་སར་བཙལ་བའི་འདུག་ལྷ་ས་ཀྱི་ལུང་པ་ཐམས་ཅད་དེ་ལས་ནི་སོག་པོ་ཀྱི་ཟུང། མདོ་ཁང་ཤ་ཀོང་དག་སོང་མི་མདོ་ཁང་གི་ཤོག་ཚོང་མ་དེ་ཇོ་བོ་འཇིགས་སམ་མ་རྩ་འགྲོ་ས་མི་ལ་ཆུ་ལྷ་ས་སོག་པོ་ཀྱི་ཟུང་རྩ་དེང་སང་ང་ཚོ་ཁམས་པ་ནང་ལྷ་ས་ཟུང་གི་འདྲ་ཆུ་ལ་སྐལ་ལས་དཔེ་མེད་པའི་རྒྱལ་དར་གྱི་འདུ་བ་ནི་ཡ་རྒྱང་ལ་ཡ་པོ་དར་ལ་འཇིགས་ལ་སོག་བ་རྩེ་དེ་ལ་མ་ཏོག་ལས་ཇོ་ཐེ་བཏུལ་རྒྱུ་དང་ཨ་ནི་ཀྱི་ཚེམ་བག་ཁ་སེ་བཟོ་རྒྱུ་དང་དེ་སོགས་ལང་ཚོ་མང་དུ་དགག། སོག་པོ་ཀྱི། དེའི་བློ་དེ་བ་ལས་སླ་འགྱེད་རྒྱུ་འགྲོ་མ་ཐུབ་པ་བྱས་པར། དེ་འདྲ་གྱི་གཟུགས་འོན་ཏེ་དེ་ནས་རྩོམ་པ་སྡེ་པ་ཕུན་ཚོགས་རྣམ་རྒྱལ་གྱིས་རྩོམ་དམངས་ཁྲིད་ཀྱི་ཁྲིད་ན་ལྷ་ས་ལ་དམག་རྒྱལ་ལ་སོགས་པ་ཐམས་ཅད་དུ་བསྟོད། སོག་པོ་བསད་སོག་པོ་བཏུལ་སོག་པོ་གི་དམག་ཐམས་ཅད་དུ་མི་དེད། དེ་ནས་བོད་ཡོངས་རྫོགས། སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཅོ་བརྒྱད་ལོ་ལ། ད། དེ། ང་ཚོ་དཀར་ཟལ་རིན་དང་ཅི་ཁའི་སྡེ་པ། དེ་ནས་ཕོ་མོ་སྤྲུལ་པ། འོ་དེ་ཚོ་ཚང་མ་གི་དབང་ཆ་ཁོ་ན་ལྷ་ས་ཡོངས་རྫོགས་ད་དབང་དུ་བསྡུས་ལ་དེ་ནས་རྩོམ་པ་རྒྱ་བོ་ཟེར་ཡ་དེ་བྱུང་བ་རེད། དེ་ནས་བཟུང་དེ་ནས་རྩོམ་པ་རྒྱ་བོ་གི་དེ་གི་སྲིད་གཞུང་དེ་བཙུགས་པ་རེད། བོད་ཡོངས་རྫོགས་གི་བདག་པོ་དེ་ད་ཁོ་ཡིན་ཟེར་ལས་རྗེས་མ་རྩོམ་པ་གི་ཡིག་ཆ་ནང་བྲིས་དུས་དེ་མ་ཚད་འབྲུག་པའོ་ཁུ་ག་ག་ཡེ་ཟེར་བྲིས་ཤག་བོད་ཡོངས་རྫོགས་གི་མ་ཚད། ཀྱི་བར་སྔགས་དེ་ལ་ལས། སྤྱི་སྟོང་འདྲ་པོ་འགྲོ་སྟོང་དེ་འདྲ་ཅི་ཡོང་པར་དེའི་ནང་ལ་དར། བདེ་གཟའ། བདེ་གཟའ་ཟེར་ན་དམངས་ཕྲུག་ཟེར་རེད་དམངས་ཕྲུག་ཆུང་ཆུང་འདྲ་པོ་དེ་ག་རེ་ཟེར་ན། དེ་ནས། དང་པོ་སྤྱི་ལོ་སྤྱི་སྟོང། བཞི་བརྒྱ། སུམ་ཅུ་སོ་རུང་གི་ནང་ལོགས་ནས། དེ་ནས་རི་སྤུན་དཔའ་རྡོ་ཕག་མོ་གྲུ་པ་གཉིས་ཀྱི་བར་ལ་ནང་འཛིང་འདྲ་དག་དག་གི་ཕག་གྲུ་གྱི་ཚུལ། དེ། ཕག་གྲུ་གྱི་དབང་ཆ་ཨོ་རོག་ལྟར་བསྡད་ཀྱི་ཡོད་ལ་གྲུ་པ་མང་པོ་བྱོན་བསྡད་པ་ལྟར་དེ་ཚོ་བྱ་ངན་བྱུང་ངེས་རེད། དེ་ནས་སྤྱི་ལོ་གཅིག་སྟོང་ལྔ་བརྒྱ་གི་ནང་ལ་རྩའི་ཚ་རྡུལ་དག་དབུས་བར་དུ་བརྩམས་པ་ནི་རྦད་དེ་ཤོག་ཁག་གཉིས་འདྲ་བ་ཅིག་ཆགས་ནས་ཨ་ནི་དམག་འཁྲུག་དག་དག་བརྒྱད་འདུག་དུས་དང་པོ་སྤྱི་ལོ་གཅིག་སྟོང་ལྔ་བརྒྱ་དང་དགུ་ལོ་ལ་སྡེ་བ་སམ་སྡེ་བ་ཟེར་ཡ་ཅིག་གིས་ལྷ་ས་ལ་དེ་གའི་འཕྲུལ་པ་སྤྱིའི་ལྷང་ལ་དམག་འཁྲུག་ཅིག་བརྒྱབ་པ་རེད། དེ་ནས་གཅིག་སྟོང་ལྔ་བརྒྱ་བཅུ་ནས་དེ་ནི།

ལོ་བརྒྱ་རྩ་གཅིག་ལ་འཁྲུལ་པ་བརྒྱ་སོ་བཞི་ཅན་དབུས་གཙང་གཉིས་འཁྲུལ་པ། གཙང་པ་དང་གཙང་པ་གཉིས་འཁྲུལ་པ། དེ་ནས་བལྟས་ན་ཕག་མོ་སྤྲུལ་པ་དང། དེ་སྟག་ལུང་པ་འཁྲུལ་གྱི་ཡོད་རེད། དངོས་གནས་བྱས་ན་གྲུབ་མཐའ་གཅིག་གི་ནང་གཉིས་ཀ་བཀའ་བརྒྱུད་པ་རེད། ཧོ་དེ་ཡི་ཆབ་སྲིད་དུ་དུས་ཚོད་དུ་གྲུབ་མཐའ་བལྟ་གི་ཡོད་མ་རེད། ཨ་ནེའི་ལུང་པ་དང་ནང་འཛིང་རྐྱང་རྐྱང་དགོས་ལ་མཐའ་མ་མཐའ་མ་ལོ་ཉིས་བརྒྱ་དང་དྲུག་ཅུ་རེ་རུང་ཅིག་གི་ནང་ལས། དེ་ནས་དབུ་གཙུམ་གཉིས་ཀ་གིས་ད་ལྟ་ཕག་མོ་སྤྲུལ་པ་གི་དབང་ཆ་རི་སྤུན་པ་གི་དབང་ཆ་ཚང་མ་མེད་པར་ཆགས་ནས་ད་ལྷ་ཡང་ང་ཚོ་ག་རེ་ཟེར་བའི་ཕྱིས་སུའི་ཟུར་འབྲེལ་མེད་པ་གཅིག་ལས་རྩོམ་པ་རྒྱ་བོད་སེ་ཡ་གཅིག་གསར་པ་བྱུང་བ་རེད། དེའི་ནང་ལས་ད་སྲིད་ཀྱི་ཐོག་ལས་ཀ་དེ་འདྲ་རེད། དེ་ལས་རང་ཤུགས་ཀྱིས་ག་ལ་ཁུ་རུའི་རིག་གནས་ཡོད་ད་ལྟ་ཞིག་ལབ་པར་བྱེད་དུས་དུས་རབས་འདིའི་ནང་ལ་ག་རེ་བྱུང་ཡོད་རེད་ཟེར་ན། ཨ་ནི་ལོ་རྒྱུས་མང་པོ་བྲིས་ཡོད་རེད་མཁས་པ་དེ་ཚོ་གིས་དཔེར་ན། དཔའ་བོ་གཙུག་ལག་ཕྲེང་བ་མཁས་པའི་དགའ་ལྡན་དེ་ལྟའི་སྔས་འབུར་དེ་ལྟའི་དམར་བོ། བླ་སྲོག་བར་གྱི་བསྟན་སྲུང་དང་སྐལ་རོགས་ཅན་གྱི་བོད་ཀྱི་ལོ་རྒྱུས་མང་བོ་ཆགས་ཏེ་བཀའ་གཏེར་དུས་མཁས་པ་རྣམས་ཀྱིས་བྲིས་བསྡད་པ་རེད། དེའི་ནང་བཞིན་ལས་ནི་དུས་རབས་དེའི་ནང་ལས་བོད་ཀྱི་གསོ་བ་རིག་པ་ལ་ཡང་ཡར་རྒྱས་ཆེན་པོ་ཕྱིན་ནས། གཞུང་ལུགས་དང་སྲོལ་ལུགས་སེལ། ཡང་སྟེ་གཞུང་པ་རྣམས་ཀྱང་བྲག་རྫོང་གི་ཁྲི་རྒྱུན་ལུང་རྒྱུན་དཔོན་མཁས་དེ་ཚོ་ལ་གཞུང་ལུགས་སེལ། མ་ང་ཚོ་དྭགས་པོ་ཁོག་གི་གསུམ་ཁ་ཨ་བོ་ཆེ་རྒྱལ་དེའི་གྱིས་བཅིངས་པ་ཚེ་དབང།

སྔ་མོ་ང་ཚོ་བལ་བོད་ཀྱི་རི་མོ་དེ་གཙོ་བོ་བཟོ་བསྡད་ཡོད་ས་རེད། ཨ་ནི་རི་མོ་གི་དག་ཏུ་སྨད་ལུག་ཟེར་ཡ་དེ་བཟོས་ཡོང་ཟེར། དེའི་རྒྱུན་ཕྱི་ལོ་གཅིག་སྟོང་ལྔ་བརྒྱ་ཡས་མས་ཀརྨ་པ་མི་ཆེ་རྡོ་རྗེ་སྒར་སོགས་ལས་ཀརྨ་པའི་དགའ་ཆེན་ཛམ་ལི་རྒྱན་ཟེར་ཡ་བཅོས་ལ་རིམ་དེང་སང་གི་སའི་དག་ཏུ་བླ་ཡ་ཆེ་འདྲ་པོ་གི་བླ་མ་མང་པོ་ཨ་ནི་ཆོས་པ་མང་པོ་ཡོད་བསྡད་ས་ཅིག་དེའི་ནང་ལས་ཡང་ལྷོ་ཁ་གི་ཡ་ཏི་ནང་ཁ་བཀྲ་ཤིས་ཟེར་ཡ་བླ་མ་ཅིག་གིས། སྔགས་ཀྱི་སྔགས་དུ་སྨན་ལུས་ཀྱི་ཐང་ག་བསྟན་ལ་དེ་ལས་གུ་རུས་ཀྱི་བོད་ཀྱི་གངས་རི་དང་སྤོང་རི་དང་རྫ་རི་དེ་ཚོ་དཔེ་དེབ་མང་པོ་ཅིག་ཡོད་པ་ལས་སྐར་མ་སྒར་སྒྲིའི་ཟེར་ཡག་དུ་བྱུང་བ་རེད། སྒར་སྒྲིའི་ཟེར་ཡག་རྒྱུ་མཚན་འདྲ་པོ་དེ། སྐར་མ་པའི་སྒར་ཆེན་འཛམ་གླིང་ཅན་གྱི་ནང་གི་བླ་མ་ཡ་དེ་ནང་ཁ་བཀྲ་ཤིས་ཀྱིས་བོད་རང་གི་རི། ཆོས་སྤོང་བདེ་མཚོ་ཆེ་ཆེན་མ་ཞེས་བྲི། བྲིས་མ་ཟིག་ཟེར། ད་ལྟའི་རྗེས་སུ་ལས་ཀ་མ་པ་ཆེན་རྡོ་རྗེ་དགེ་དེ་ནས་རྒྱ་ནག་ལ་ཕེབས་ལ་རྒྱ་ནག་གི་རི་མོ་དེ་ཚོ་ལ་དཔེ་དེ་ཁ་ནས་རྒྱག་འོ་དེ། འོ་ད་རུ་དེའི་རྗེས་ཙང་ལ་ང་ཚོ་བཀའ་ཤི་བཀའ་མ་བཀྲ་ཤིས་ཟེར་ཡ་ཆ་མདོ་བ་ཅིག་གིས་བཀྲ་ཤིས་གནང་སོང་ཟེར་ཆོས་བཀྲ་ཤིས། ཀ་ཁའི་ཀ་མ་བཀྲ་ཤིས། ཡ་ཏའི་ནང་ཁ་བཀྲ་ཤིས་ཟེར། གཙོ་བོ་ཀ་ལུགས་ཀྱི་རི་མོ་དཔེ་ཡོང་མཁན་གཙོ་བོ་དེ་གསུམ་རེད། དེ་ནི་ཀ་མ་པ་ཆེན་རྡོ་རྗེ་གིས་རྒྱ་ནག་གི་རི་མོ་དང་འབྲེལ་ནས་ཡང་ཀ་ལུགས་ལ་ཡར་རྒྱས་སྐྱེས་ཡིག་དང་དེའི་རྒྱུས་ཡོད་སྲོལ་ལས་དོན་ཕྱི་ལོའི་དུས་རབས་བཅོ་བརྒྱད་པ་གི་ནང་ལ་སི་ཏི་པཎ་ཆེན་གྱིས་སི་ཏི་ཆོས་རྗེ་འཇུ་ནཱ་གའི་རྒྱ་གར་རྒྱ་ནག་བལ་བོ་སྨད་ལུགས་དགའ་ལུགས་ཐང་ཅད་ཀྱི་དག་ལས་ཆ་ལོངས་ནས་ནི་ཡང་སྲིད་དེ་ཆེ་འབྱུང་ལུགས་ཀྱི་ཀ་མ་ག་རི་སེ་ཡ་དོས་གཟིགས་པར་བྱའོ། དེ་བྱེད་དུས་དེ་ནི་རིམ་པ་གྲུ་སྟོང་ལ་དགའ་ལུགས་དང་སྨད་ལུགས་གཉིས། དེ་ག་ནང་བཞིན་གྱི་ང་ཚོ་ད་ཡང་རྩིས་ལ་ཡང་ཕུ་ལུག་དང་ཚུར་ལུག་ཟེར་ཏེ་ཡང་དུས་རབས་འདིའི་ནང་བྱོན་པ་ཕུད་པ་ལྷུན་གྲུབ་རྒྱ་མཚོ་གི་ལོ་སོགས་ཀྱི་ཕུ་ལུག་ཟེར་དེང་སང་ལྷ་ས་གཙོ་བོར་རྩེ་འདི་བརྒྱུད་དུ་ཚུད་པ་འཇམ་དབྱངས་ཆེན་པོ་གི་རྩིས་རྩིས་ལ་ད་དེ་ཚོ་ཁྱད་པར་གཙོ་བོ་དུ་སྐྱེས་ཡོད་ལ་མ་རེད་དེ་ཚོ་ཚང་མ་འབྱུང་ས་དེ་ང་ཚོའི་དུས་འཁོར་ལ་བརྟེན་ནས་བཟོས་པ་རེད། དང་པོ་ང་ཚོས་རྩིས་ཀྱི་ལོ་ཐོ་ཟེར་ཡ་དེ་གནའ་སྔ་ནས་བོན་གྱི་བཀའ་ལས་མཇུག་རྩིས་ཀྱི་རྩིས་བསྡད་ཡ་བྱུང་ཡོད་པ་རེད་ལོ་སྟོང་ཕྲག་གཅིག་གཉིས་ཀྱི་ལོ་རྒྱུས་ཡོད་པ་རེད་དེའི་རྗེས་ལ་ང་ཚོས་ཕྱི་ལོ་གཅིག་སྟོང་བརྒྱ་མི་ཉག་གི་རྩ་ལྡན་ལོ་ལས་པར་ཏུའུ་ཅིན་ཁོ་ལུགས་ཀྱི་དགུན་དུ་བོད་ཡིག་རིགས་ཚུགས་རྒྱུ་དེའི་གི་གཞུང་ལུགས་དག་ལས་འཇིག་རྟེན་ཁམས་ལེགས་ཀྱི་ནང་ལ། ཚིག་གི་ཨང་གྲངས་ལ་བརྟེན་ལ་ལི་ཐོ་བཟོ་ཡག་གི་ལོ་གསར་དེ་དག་ཚར་དུས་ད་སྟོན་པ་ཡར་རྒྱས་གཏོང་འོང་མཁན་བོད་ཡིག་དན་རྡོ་རྗེ་པ་བ་འདྲ་བོ་སྐལ་མ་པ་རོང་ཆུང་རྡོ་རྗེ་བོ་དན་ཐོམ་ཆེན་གཅིག་པ་ཁོ་ཚོ་རེད་ཁོ་ཚོ་གི་འབྲེལ་བ་རྒྱག་གོ་ཟེར་དེ་རྗེས་ལ་དེ་ནས་དེ་ཚོ་མང་རྒྱུད་ཀྱི་ཡར་རྒྱས་གཏོང་དེ་ཕུག་ལུག་དང་མཚོ་ལུག་ཟེར་ད་ལི་ཐོ་བཟོ་ལོ་གཅིག་ལ་རིན་མིན་སུམ་བརྒྱ་དྲུག་ཅུ་བཟོ་དེའི་ནང་ལ་བཟའ། སྐར་མ་ཚེ་སྒྲོན་གཟའ་སྐར་བཟང་ངན་ཨ་ནེ་ཚང་མ་དེ་ཚེ་ཁང་ནང་ལ་རེ་མིག་ནང་ལ་དྲི་རྒྱུག་གི་ལོ་སོ་དེ་བལྟས་འོང་དེ་ལ་ད་ཕུ་ལུག་དང་ཚུར་ལུག་གི་ལས་སོ་ཟེར་དེ་འདྲ་ཟེར་ཡོད་རེད་དེ་ནང་བཞིན་གྱི་དེའི་སྐར་ལ་ཙག་ཅིག་གི་ནང་ལ་ཨ་ནེ་གྲོ་ཆས་ཐོང་ཐོང་རྒྱག་པ་གི་ང་ཚོ་དཔེར་ན་སྐྱག་བཟང་བཙུགས་བསྡད་ཡོད་ཨོ་མང་པོ་བཙུགས་ཡོད་དེ་ག་ནང་བཞིན་གྱི་ཕག་གྲུ་སྡེ་སྲིད་ཀྱི་སྐར་ལ་ད་རི་མང་ཆེ་གེ་སྐྱེས་རེད་ཟེར་དུས་ཨ་ནེ།

ཨོ་དེ་ཡོད་ལ་དེ་ནི་ང་ཚོའི་འོ་ཐིག་ཀ་ལ་ད་ཨོ་ད་རེད་དེ་ནི་ད་རྒྱ་ནག་གོང་མའི་དབུ་ལག་གི་ནང་ལ་དེང་སང་རྒྱ་སྐད་ནང་ལ་ད་པོ་བ་བང་ད་ཚི་བ་བང་ད་ཕྲེང་བ་བང་ཟེར་དེ་ཡ་དེ་ཚོ་ད་ཐིག་ཀ་ལས་བྱུང་བ་རེད་སྐར་མ་པ་དང་པོ་ལྔ་པ་དེ་གྱིན་ཞིག་པ་རྒྱ་ནག་གོང་མ་ཏཱ་མི་ཡུང་ལ་རྒྱབ་རོགས་ཀྱི་གདན་འདྲེན་ཞུས་ལ་དེ་ལ་ད་པོ་བ་བང་ཟེར་ཡ་དེ་བྱུང།

བོད་སྐད་ལ་ཚུད་རྒྱུ་ག་ན་རིན་ཆེན་ཆེ་བརྒྱ་ཐེག་ཆེན་ཆེ་བརྒྱ་ཞང་ཆེན་ཆེ་བརྒྱ་ཟེར་གི་འདུག་ཨ། འོ་དེ་འདྲ་ཞིག་ལ་དེ་རྒྱ་ནག་གོང་མ་ཡིན་ན་དེའི་སྐད་ལ་ཡང། བར་དུ་སྲིད་གི་མདོ་གཉིས་འབྲེལ་བ་གས་མི་འདུག་བླ་མ་དེ་ཚོ་ཁོ་རང་ག་གས་ཀྱི་འབྲེལ་བ་ཞིག་ལ་རྒྱ་ནག་གོང་མི་གི་དབུ་ལ་ཕེབས་དེ་གི་མཚན་སྙན་གནང་བསྡད་གི་འདུག་ཨ། འོ་དེ་འདྲ་བྱེད་དེ་གི་ལུགས་སྲོལ་དེ་ད་འདི་ག་ལ་གྱུར་པ་རེད་བྱས་ཙང་དེང་སང་བླ་མ་ཚང་མ་གི་བ་ཝང་བ་ཝང་ཟེར་བྲིས་འདུག་ཡ་དེ་དེའི་ལུགས་སྲོལ་རེད་གནའ་སྔ་མོ་རྒྱ་ནག་རྒྱ་བོད་ཀྱི་སྤྲད་གི་བ་དེ་བ་ཝང་བསུ་མ་ཐུག་ཡོད་ལ་མ་རེད་དེ་ད་དེ་ཚང་མ་དེང་སང་གི་གད་སྙིགས་བྱས་བ་ཚར་བ་རེད་ད་སུ་གིས་བཟོས་ན་ན་འགྲིག་བསྡད་གི་ཡོད་རེད།

དེ་འདྲ་ཅི་བྱེད། ཨ་ནི་དེའི་རྗེས་མ་ལ་ངར་ཚོས། སོ་པོ་དེ་ཁུར་དབང་ཆ་ཤོར། རྒྱ་ནག་དང་མི་རྒྱ་ར་གས་སོ་པོ་གི་དབང་ཆ་འཕྲོག་དགོས་པ་རེད། མི་རྒྱ་ར་ཀ་ལ་དེ་འདྲ་ཨ་ནི་སྟབས་ཆེན་པོ་གྱིས་ཆིན་རྒྱ་ར་འདྲ་པོ་དུ་ཡན་རྒྱ་ར་འདྲ་པོ་བྱུང་མེད་དུས། ཨ་ནི་དེ་སོགས་ནང་བཞིན་གྱི་བོད་ཇུས་གཏོགས་ཤི་རག་སོགས་དེ་ཐོས་གི་མི་འདུག་བ། མི་འདུག་ཡང་དེ་ལྟར་བོད་པ་ནང་ལ་ནང་ང་ཚོས། ནོར་འཛིན་འདྲ་པོ་དགོས། དེའི་སྟེང་སྟེང་ལ་ཀྱི། ཕེ་ཚུག་གི་ང་ཚོ་མིའི་རྡོ་ཐོ་སྟོང་འདྲ་པོ་དེ་རང་གི་ཅིག་བཏགས་བསྡད་ཀྱི་འདུག། ཁྱེད་ཚོ་ཕར་འགྲོ་བསྡད་རྩིས་རུ་ཟན་ནོ་རྗེས་མ་ནས་གོང་མ་དག་དར་གོང་མ་གྲགས་པ་འཇུ་ནས་གོས་པ་གོང་མ་གྲགས་པ་རྒྱ་མཚན་ངས་སྟོང་པོ་ཡི་གེ་བཏགས་འོང་དུས་གོང་མ་གོང་མ་མང་པོ་ཞིག་ལེགས་པ་ལྟར་རྒྱ་ནག་གོང་མ་སེ་ཏེ་ལེང་སངས་ཀི་ལེ་འདྲ་བཀྲིན་ཡི་གེ་ཞིག་ཁྱེད་ཅག་བཏགས་འོང་དུས་རེད་མི་འདུག། དེ་ནས་བར་དུ་སྡེ་སྲིད་ཀག་གི་དཔོན་པོ་དེ་ཚོ་ལ་གོང་མ་གྲྭ་པ་རྒྱ་མཚན། གོང་མ་གྲྭ་པ་འབྱུང་གནས། གོང་མ་ངག་དབང་བཀྲ་ཤིས་གྲྭ་པ་ཟེར་ལ་དེ་འདྲའི་ཆེད་ལས་གོང་མ་ཟེར་ཡ་གི་སྒྲ་དེ་ཡི་གེ་དེ་དེ་ལ་བྲིས་བཞག། ཨོ་ད་དེ་འདྲ་པོ་ཅིག་རེད་བྱས་ཙང། མཐའ་མ་མཐའ་མ་དེ། གཅིག་སྟོང་ལྔ་བརྒྱ་བདུན་ཅུ་དན་རུང་ནས་དྲུག་བརྒྱ་བཅོ་བརྒྱད་ཀྱི་བར་ལ་ཧ་ལམ་མ་སོང་ན་ལོ་བཞི་བཅུ་ལྔ་བཅུ་ལ་ཉེ་ལ་ཅིག་ལས་དེ་ནི། ཨོང་ཅག་བཟོས་མཁན་དེ་ཏན་ཏན་མེའི་རྡལ་པོ་འདྲ་བོ་ཅན་གྱི་མཐའ་རི་མཐོ་རེ་འདྲ་བོ་ཅིག་ལྷག་པར་དུ་རི་སྤུན་ཚང་གི་ཨོང་ཅག་དེ་ཁོས་གསུངས་ཟིན་རེད། འདི་ལ་ས་སྐྱ་ཞེས་ཡག་གི་ལ། ང་ཚོའི་བོད་ཀྱི་ལོ་རྒྱུས་ཀྱི་ཡིག་ཆ་གཅིག་གི་ནང་ལ་རི་སྤུན་རྒྱ་ར་ཟེར་ཡག་གི་ཡོད་ལབ་ཨང་རེད། དེ་ནི་ད་ལོ་ན་ནིང་ལོ་རྒྱུས་བྲི་མཁན་གསར་པ་དེ་ཚོ་གིས་རི་སྤུན་རྒྱ་ར་ཟེར་ཡག་གི་བྲི་བསྡད་གི་འདུག་དེ་ངའི་ག་པར་ཡིག་ཟིན་ཡིན་ནའང་དྲན་བོད་ཀྱི་ལོ་རྒྱུས་ནང་ལ་ནི་མེད་གི་རྗེས་མ་ང་ཚོས་ད་བོད་ཀྱི་ཆབ་དཔལ་ཚེ་བརྟན་ཕུན་ཚོགས་ཀྱི་ལོ་རྒྱུས་གཡུ་ཡི་འཕྲིན་ཡག་ཟེར་ཡག་གི་བྲིས་ཡོད་རེད། དེའི་ནང་ལ་ནི་རི་སྤུན་རྒྱ་ར་སེ་ཡ་བྲིས་མི་འདུག། ད་རི་སྤུན་རྒྱ་ར་སེ་ཡ་འདི་ག་འདྲ་ཡིན་ན་དྲན་བྱུང་དེ་སྙན་རྗེས་མ་གནས་འགག་འདྲ་པོ་དེ་ཧ་གོ་བྱུང། ང་ཚོ་ད་ལྟ་བོད་རིགས་ནང་གི། དང་པོ། རྒྱག་གི། ཅེས་བྲིས་ཟིན་གི་ད་རྒྱག་བྲིས་གི་བ་དེ་བོད་ཡིག་ཚུད་རྒྱུ་དེ་ཡོང་ལས་ཅི་བདེ་ལ་མ་གཏོགས་དཔེ་ཆ་གཉིས་པ་ཏག་ལས་ལོ་རྒྱུས་བྲི་མཁན་དེ་ཉུང་ཉུང་རེད་འདུག་བ། ཁྱེད་ཚོ་བོད་ཀྱི་ལོ་རྒྱུས་སྟེང་ལ་རི་སྤུན་རྒྱ་ར་ཡོད་ལ་མ་རེད། རི་སྤུན་གྱི་ཕག་གྲུག་གི་རྒྱ་ར་ཀ་ལ། ཨ་ལས། རི་སྤུན་གྱི་རྩང་ལ་གུ་སྟོབས་ཆེན་པོ་འདྲ་པོ་ཅིག་བྱས་ཕག་ཕྲུག་གི་བསིལ་ལ་གྱོད་གཏོང་མང་པོ་ཅིག་བཟོས་ཡོད་རེད་མ་གཏོགས་ཡིད་ཆགས་གནང་ལ་སུ་དེ་ལ་རི་སྤུན་བརྒྱ་ར་ཡོད་ལ་མ་རེད། བསྐྱར་ར་དེ་ངས་ལྟ་འོང་དུ་དུམ་བུ་བཟོ་ས་ཁག་རིག་པའི་ལོ་རྒྱུས་སེམས་རྒྱ་ཡིག་ཅིག་ཡོད་རེད་ཨ་ནི་བོད་ལྗོངས་ཤི་ཤེས་སའི་རྒྱ་ཡིག་ཅིག་ཡོད་རེད་དེ་གཉིས་རྒྱ་ནང་གི་བོད་ཡིག་ལྟ་འོང་དུ་བོད་ཡིག་གོ་བ་མ་ལ་དེ་ནི་ཁོས་གོ་ལ་མ་རེད་སྐད་ཆ་དྲི་དྲི་འོང་དུ་དྲི་ཟ་གོ་གོ་བ་ཡག་པོ་གྱི་མ་ལ་རི་སྤུན་དུ་ལྟོ་ཆེན་འདྲ་སྐྱེས་འདུག་རི་སྤུན་རྒྱ་པོ་ཡིན་ས་རེད་རི་སྤུན་རྒྱ་ར་ཟེར་ཡ་དེ་རྒྱ་ཡིག་ནང་ལ་བྲིས་ཤག་རྒྱ་ཡིག་ནང་ལ་བྲིས་འོང་འདུག་དེ་ནས་དེང་སང་ཞིང་རྒྱུ་ཤི་མཁན་ནང་རྒྱ་ཡིག་ནང་སྐྱེས་ཡོད་ན་ཟེར་མི་བོད་ཡིག་དུ་མ་བཏགས་པ་བྱས་ཨ་ནས་དེང་སང་ལོ་རྒྱུས་གསར་པར་བྲིས་ཡོང་མཁན་དེ་ཚོ་གིས་རི་སྤུན་རྒྱ་ར་ཟེར་མི་བྱེད་ཤག་འདུག་བ། འོ་རི་པུ་རྒྱ་ར་ཟེར་བ་དེ་བོད་ཀྱི་ལོ་རྒྱུས་ནང་ལ་ཡོད་ལ་མ་རེད། བོད་ཡིག་གཉིས་པ་གི་ནང་ལ་ཡོད་ལ་མ་རེད། དེ་ནི་དེ་ག་ནང་བཞིན་གྱི་ང་ཚོ་བོད་ཀྱི་ཡིག་ཆ་ཁོ་ན་ལ་བལྟས་ནས་བྲིས་དགོས་པ་ཆགས་པའི་ཚུལ་དེ་ཧུན་སོག་གི་དེ་ཚེ་གཡོད་ཡིག་འཕྲིན་བ་ལགས་སོགས་པ་ནང་ཡོད་ལ་མ་རེད། འོ་རྒྱ་ཡིག་གི་ལ་བལྟས་ལ་བྲིས་དགོས་པ་དེ་ཚོ་གི་དེ་ཡོང་བསྡད་ཀྱི་འདུག་རི་པུ་རྒྱ་ར་ཟེར་བ་དེ་ཡོང་ལུགས་འདྲ་བ་དེ་དེ་འདྲ་ཤག།

གོ་ཝང་ཡིས་ཡེ་ཀྲི་ཅང་ཤའོ་ཧྲུའུ་ལ་ཨོ་སི་ཁོ་ཚོ་བྲིས་ག་ནོ་མ་གཅིག་གིས་ད་བོ་གསུངས་རྒྱུ་རེད་ཟེར་ལེ་དེ་འདྲ་རྒྱ་ཡིག་ནང་ལ་དེ་ཡིན་གྱི་རེད་དེ་བོད་ཡིག་ནང་ལ་དེ་མ་རེད་གུ་སྐད་དེ། ཕྱི་ལོ་གཅིག་སྟོང་ལྔ་བརྒྱ་དང་འདི་གི། རྩོམ་པ་བརྒྱ་པ་ཧུའུ་རྒྱལ་རྒྱ་ཡིག་དགོངས་ལས་གུ་སྐད་དེ་ལ་དྭགས་དང་གུ་སྐད་གཉིས་འཁྲུག་པ་དགོས་ལ་དྭགས་གུ་སྐད་གཉིས་ཕ་ཆ་ལོ་ལྔ་བཅུ་དྲུག་བཅུ་ལ་ཡོག་འཛིན་མི་འཛིན་དངོས་གནས་བྱས་ན་དེ་ཚོ་སྤུན་བྱ་བ་རེད་དེ་དེ་ནི་ལ་དྭགས་ལ་སྦྱིན་མ་སྲིང་པ་ཟེར་ཡ་གྱི་མི་རིགས་གཞན་དག་ཅིག་ཁོང་གྱིས་བཤད་དགོས་པ་རེད་ལ་དྭགས་དང་གུ་གེ་གཉིས་མ་ཕ་རྒྱ་ཚུ་རྒྱ་མཐའ་མ་ཨ་ནི་གུ་གེ་རྒྱ་བོད་བཟུང་ཨ་ནི་ལ་དྭགས་ཀྱི་འདི་གི་གུ་གེ་གི་ཕོ་རོང་སྨད་མེལ་རྒྱལ་ཁབ་མི་ལ་དྭགས་ཀྱི་མ་མི་རེད་དེ་ཡིག་ཆ་གི་ནང་གསལ་པོ་ཡོད་རེད་ངས་རྩོམ་ཡིག་ཅིག་བྲིས་བྲིས་བསྡད་ཀྱི་ཡོད་ད་ལྟ་ད་དུང་བྲི་རྒྱུ་ཐོན་མ་ཐེ། འདི་དུས་ཚེ་ཏའི་ཚལ་གྱི་སྟོང་པ་གྱོན་སོང་ག་ཚོད་འཁེལ་རྒྱུ་ནི་ཤན་ལོང་མ་གཞོན་སོང་ཡིན་ནོ་ཉི་ད་འོང་ང་ཡར་རྒྱུགས་ཤི་རྒྱུགས་མང་པོ་ཅིག་དགེ་གི་ཡོད་ཕ་ཅེས་བཤད་པའི་དུས་ཚེ་འདྲ་བོ་ཡོད་ས་མ་རེད་བྱས་ཙང་དེ་རིང་ངས་དེ་ན་ཨུ་ཁང་མུ་ཁང་དག་ལ་ཚོམ་བུ་ཅིག་བཤད་དགོས་ཡོད་དེ་ནི་འགྲིག་གི་འདུག་ནང་ནས་ཁྱེད་རྣམ་པ་གི་དེ་སེང་རུ་ཅི་མ་འགྲིག་ནང་ལས་དགའ་པའོ་རྒྱལ་རུ་ཅི་ཨོ་ག་རེ་གནང་ན་འགྲིག་གི་རེད།